རམ་པའམ་བཟོ་གི་མེད་བཟོ་ཡ་མཚམས་སྦྱོར་བྱེད་ཀྱིན་ལབ་སོང་བྱས་ནས་ཨ་ནི་ཁོས་ཨི་རན་ལ Embargo ཟེར་བ་ཅིག་བཅག་ལ་ཚོང་བརྒྱད་ཚོང་འབྲེལ་བྱེད་མ་ཆོག་ཡ་དེ་གའི་ཚང་མ་ཁོས་བྱེད་ཆོག་པ་བཟོས་རེད་ད་ཨོ་བྷ་མ་འདྲ་བོ་བྱས་སོང་ཡིན་ན་ད་དེ་རུ་སོ་སོ་སོ་སོ་མིང་ར་བྱེད་དུ་དེ་རུ་ལས་ཀ་ཐེབས་བྱ་ཞིབ་བྱས་རེད་ཨི་རན་གི་གར་བྱས་རེད་ད་སྐད་ཆ་གཅིག་གཅིག་གིས་སྙིང་དང་མདོག་འདྲ་བར་བཤད། ཐ་མལ་ཐམས་ཅད་དེ་གར་བྱས་རན། དུག་རྫས་བཟོ་ཡ་བམ་འདི། དེ་དུས་བརྒྱ་རྒྱ་ཉི་ཤུ་བཟོ་ཐུབ་དགོས་ཟེར། དང་པོ། དུག་རྫས་བཟོ་ཡ་འདི་ཡུ་རེ་ནིའམ་ཟེར་དེར་བ། ཡུ་རེ་ནིའམ་འདི། སྤྱི་དང་ས་ནི་ཡང་འོག་ན་ཡུ་རེ་ནིའམ་འདི་ལ་ཨང་ཀི་བཅུ་རེ་ཨང་ཀི་འདི་སུམ་བརྒྱ། སུམ་བརྒྱ། ཉིས་བརྒྱ་སུམ་བཅུ་སོ་བརྒྱད་རེ། ཁོ་རང་ཡུ་རེ་ནིའམ་གྱི་ཨང་ཀི་དེ། ཉིས་བརྒྱ་སུམ་ཅུ་སོ་བརྒྱད་དེའི་ས་ནས་ཡང་དོན་ཡང་བསྔོག་འདི་འདི་ཐོན་ཡོང་བ་རེད་ཡིན་ནའི་དེའི་ནང་ལོགས་ལ་ཡང་བརྒྱ་ཆ་ལྔ་དྲུག་དེ་ཉིས་བརྒྱ་སུམ་ཅུ་སོ་ལྔ་དེ་རེད་ཉིས་བརྒྱ་སུམ་ཅུ་སོ་ལྔ་དེ་ད་བམ་བཟོ་ཐུབ་བོ་རེད་དེ་ཡིན་ནའི་ཉིས་བརྒྱ་སུམ་ཅུ་སོ་ལྔ་དེ་ཀི་ལོ་ཀི་ལོ་མང་པོ་སྒུག་གི་ཡོད་ན་ཉིས་བརྒྱ་སུམ་ཅུ་སོ་བརྒྱད་དེ་ནས་བཏོན་དགོས་བོ་རེད་ད། ད་དེ་ཁོང་ཚོས་ཀྱི་དེ་བཏོན་སྟངས་འདྲ་མི་འདྲ་ཡོད་རེད་བ།

ད་ང་ཚོ་ད་འཛམ་བུ་གླིང་ད་གོང་ཚན་རེད་ད་སྟོང་པ་རེད་མེད་པ་ལམ་སང་ཆགས་འགྲོ་གི་རེད་མགྱོགས་པ་ཞིག་ཆགས་གི་རེད། ཅི་ད་ཨི་ར་ལི་གར་ལ་འོར་སོང་ད་དེ་ཨི་རན་གི་ལག་པ་ལ་ཨེ་ཏྲམ་བམ་སྤྲད་ཆོག་མ་རེད་ཅི་ནས་ད་ང་ཚོ་གཏོར་གིན་ཡིན་ལ་ད་གཏོར་རོ་ད། ད་དེ་མགྱོགས་པ་མགྱོགས་པ་གཏོར་ཐུབ་བྱས་ཅིག་བྱུང་བས་ན་ནི་ཁོ་དམག་ཐག་ཆོད་འགྲོ་གི་རེད། ད་དེ་རྒྱུན་རིང་པོ་ཞིག་འགོར་བས་ན་ནི་ཉལ་སྲིད་གོ་སྲིད

ད་རེས་འཛམ་བུ་གླིང་སྐྱབས་པ་རེད། ཨི་རན་ལ་ཡང་ཨེ་དམ་བམ་ཁྱོན་ནས་ཁོ་རང་ཡོང་མ་རེད། སྤྱི་ཐང་ནས་ད་འཛམ་བུ་གླིང་ལ་ཨེ་དམ་བམ་ཡོད་ཉེན་མང་པོ་ཡོད་རེད་ད། ཡོད་པ་དེ་ཡོད་པ་རེད་ད། རྩ་བ་མེད་ན་ཡག་ཡོད་རེད། ཁ་ཅན་ད་འདི་འདི་ལས་ཀ་འདི་སྡུག་ཅག་རང་རེད་མ་རེད་ལས་ཀ་འདི་གི་ཕན་ཐོགས་ཡོད་ཅེས་ཡོད་མ་རེད་ད། ད་བྱས་ཙང་ཨི་ཛི་རལ་གི་ལས་ཀ་དེ་ངས་ནི་ཨི་རན

ད་འདི་འདྲའི་གི་དཀའ་ངལ་ཡོད་ལ། ད་དེ་གི་ཚང་མ། ད་བྱུང་ན་ནི་ཁོ་ཨི་རན་དེ་དམངས་གཙོ་ནི་ཞིག་སྔོན་མ་ཤ་སྐབས་སུ་ཨི་རན་དང་ཨིས་ར་ཨེལ་ཨ་མེ་རི་ཀ་ཧ་ལས་འཁྱམས་པོ་རེད། འཁྱམས་དང་མ་འཁྱམས་རེད། ཨ་རིག་གི་བེ་ཅིན་ཨེཕ་ཕོར་ཏིན་ཨེ་ནི་ཅིག་ས་གནམ་གྲུ་དེ་འདྲ་མང་པོ་ཨི་རན་ལ་ཡང་བཙོང་ཡོད་རེད། ད་རེས་ཨེ་ཧྥོར་ཏན་ཁ་ཤས་ཤིག་གཏོར་སོང་ཨིས་རལ་ལིག་ཁྱོད་ནི་གནམ་གྲུ་གནམ་གྲུ་ཁོ་ཚོ་དར་མདོ་ཡོད་ད་ཡིན་ནའི་ཁོ་དེ་ཆོས་ཕྱོགས་ཀྱི་མི་དེ་ཡར་ལངས་རོགས་ད་ཁོའི་བལ་ཏེ་རྙོག་དྲ་ཚང་མ་ད་ད་དེ་འདྲ་ཡོད་རེད་རྒྱལ་ཁབ་དེ་ཚོ་ང་ཚོ་བོད་པ་འདྲ་བོ་ཆགས་བཞག་ནས་རྒྱ་མིའི་ལུང་ལག་ན

ད་ལྟའི་ལུག་ཁྱུ་འདྲ་བོ་དེ། ཡིན་ནའི་ད། ལུག་ཁྱུ་འདི་རྒྱལ་ཁབ་དེ་ཚོ་གཅིག་གཅིག་ཤིང་གི་ཡིན་ན། ང་ཚོས་གཅིག་ཇུས་གཏོགས་བྱེད་པ་དེ་ཁེབས་མ་རེད་ཡིན་ནའི་ད། ལུག་ཁྱུ་དེ་ཚོ་ཤེས་ན་ཨ་ནི་རྒྱལ་རབས་སུ་མི་ཤེས་རུང་བ་རེད། རྒྱལ་རབས་ལུག་ཁྱུ་ཟེར་ཏེ། དེ་ཡིན་ན་ཨ་ནི། གཅིག་གར་སོ་བར་ད། ག་བ་སྐད་ཆ་ཤེས་ག་འགྲོ་ནས་གཅིག་བཤད་ལས་ལྷག་ཅིག་ན། རྒྱུ་མཚན་འདྲ་བོ་ཞིག་མཐོང་ཐུབ་བར་བ།